གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་གོ་སྟོན་དང་བྱམས་བརྩེའི་ལོ་གསུམ་གནང་རྗེས་ད་གཅིག་ཏུ་འདི་འདྲའི་གནང་གི་ཡ་མཇུག་རྫོགས་གི་ཡོད་ཆ་ཚང་འདི་ཡིན་གྱི་འདི་ང་ཚོ་ལས་འགན་ཆེ་ཤོས་དེ་རེད་བཀའ་ཤག་གིས་འབུལ་རྒྱུ་གནང་གི་རེད་ལས་འགན་འདི་ཡིན་གྱི་གཞིས་ཆགས་ཀྱི་བྱང་ཨ་རི་ལ་མཚོན་པ་ཡིན་ན་བོད་རིགས་སྤྱི་མཐུན་ཚོགས་པ་ཁག་སུམ་ཅུ་སོ་དྲུག་གི་ནང་ལོགས་ལ་ཡ་ཚང་མས་གཞི་རྒྱ་ཆེ་ཆུང་སྣ་ཚོགས་དང་ཨ་ནི་རྣམ་པ་འདྲ་མིན་གྱི་ཐོག་ནས་གོ་སྟོན་གསུང་འབུལ་ཞུས་པ་འདི་ཧ་ཅང་གི་ཕན་ཐོགས་ཆེན་པོ་བྱུང་ཡོད་ལ། ད་རིང་ད་སྔ་ས་གནས་ས་ཐོག་གི་དབུས་གཙང་ཆོལ་ཁ་ནས་ཨ་མདོར་དབུ་བརྙེས་པའི་དུས་ཆེན་དང་བསྟུན་རྗེས་གོ་དོན་གོ་སྒྲིག་ཞུས་གནང་དེ་འདི་ཡ་ཨ་ཉལ་ཐུ་ཆེས་ཞེས་ཀྱི་ཞོལ་གཅིག་དེ་ཡིན། དེ་ནས་ང་ཚོ་ད་ལོའི་སྤྲིན་ནག་ལ་གལ་ཆེ་ཤོས་གཅིག་འདི་བཙན་བྱོལ་བོད་མིའི་འོས་བསྡུ་ཆེན་མོ་དེ་རེད། འདི་ནང་ལ་ཡ་མང་ཚོགས་ཚང་མས་ཆ་ཤས་བཞེས་ཡོད་རེད་ས་གནས་ཚང་མ་ལ་ཡ་ང་ཚོ་བྱང་ཨ་རི་ནས་མཚོན་པ་ཡིན་ན་འོས་ཤོག་བླུགས་སའི་ས་གནས་སུམ་ཅུ་སོ་གཉིས་ཡོད་རེད། དེ་གའི་ནང་རུ་ལས་ཡག་རྙོག་དྲ་གང་ཡང་མ་བྱུང་ལ་ད་ད་རིང་པ་ཏོ་ཆ་བཞག་པ་ཡིན་ན་ཨ་ནི་ལུས་རྡུལ་བྱེད་པོ་དེ་རེ་ཞིག་གྲུབ་པ་རེད་ཨ་དྲང་ཁིག་དེ་དཀའ་ལབ་གནང་མཁན་གྱི་ཚོགས་གཙོ་རེད་དྲག་ན་ད་ད་རི་དེ་ཕེབས་པའི་ཚོགས་པ་ཕྱི་རབས་སྐུ་ཚབ་ཚང་མ་ལོག་སྟེ་ཨ་ནིའུ་ཡོག་ནིའུ་ཇེར་སི་ས་གནས་འོས་བསྡུ་བྱ་ཡུལ་གྱི

ཨ་འདིའི་གོང་འདིར་ཡ་ཟླ་བ་གསུམ་པའི་ཚེས་ཉེར་བཅུ་ལྔ་ལ་ཡ་རྒྱལ་སྤྱིའི་ཆབ་སྲིད་བཙོན་ཟུར་གྱི་བརྟན་བཞུགས་དུས་ནི་གཏང་རག་གི་གྲོས་ཚོགས་སྤྱིའི་སྐབས་རེ་ཡ་སྡོད་ཁང་གི་མཛད་སྒོ་སྤྱི་ཁང་ལ་དཔལ་ལྡན་མཁའ་ལྡིང་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་འདིའི་བཀའ་སློབ་སྤྱི་གནང་ཡོད་ད་འདི་གཉིས་བཀའ་སློབ་དེ་གཉིས་ཀྱི་སྙིང་བོ་དེ་ག་རེད་ཟེར་ན་ད་ང་རང་ཚོ་བོད་མི་རིགས་ཀྱི་ཆ་ནས་ཡིན་ན་ཨ་ནི་སྐད་ཡིག་སྲུང་སྐྱོབ་བྱེད་དགོས་ཡ་འདི་དང། ལྷག་པར་དུ་མ་འོངས་པའི་བོད་ཀྱི་བདག་པོ་ཡིན་པའི་གཞོན་སྐྱེས་ཚོས་སྐད་ཡིག་ལ་ཡང་ངེས་པར་དུ་བརྟེན་དགོས་འདུག་དེ་ཡིན་དུས་སྐད་ཡིག་གཞན་དག་ལ་ཡང་བརྟེན་མང་བ་བྱས་ཏེ་བོད་སྐད་བོད་ཡིག་རང་གཙོ་བཟུང་བྱེད་ཡ་དེ་ཡིན་ཟེར་གྱི་ལྟ་སྐྱབས་མགོན་རིན་པོ་ཆེ་ཡི་བཀའ་ཡིག་ཡོད་རེད་རིན་པོ་ཆེའི་བཀའ་དང་འདི་ཚང་མའི་ཐུགས་ལ་བཞག་རྗེས་གངས་སྐྱིད་པའི་བུ་ཆུང་ལགས་ལས་རོབ་སོང་ལྟ་འདི་ང་ཚོ་ཡོང་རྒྱུ་འདས་པའི་ལོ་འདིའི་ནང་ལོགས་ལ་ད་ལྟ་གནང་གི་ཡོད་རེད་དེ་ལས་གང་ཐུབ་ཐུབ་ཀྱིས་འབད་བརྩོན་གནང་རྗེས་ལྟ་ང་ཚོའི་ཨ་བ་རྣམས་པ་ལ་ཡང།